སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཚེས་བཅུ་གཉིས་གི་ལོ་ནས་རྡ་རམ་ས་ལ་ནས་ད་བར་བོད་པ་དེ་ཚོས་འཇོལ་སྤུག་གི་བུ་ལ་ལོག་ཡ་དེ་ཁོ་རང་ཚོའི་སེམས་ཐག་ཅི་ནས་གིས་ཡིད་ཆེས་བྱས་ནས་དེ་ནས་རྒྱ་མིས་རྒྱ་ཡིག་དེ་སྦྱང་གི་འདུག་ཟེར་གི་འདུག་རྒྱ་མིས་རྒྱ་ཡིག་དང་རྒྱ་སྐད་སྦྱང་གི་འདུག་ཟེར་གི་འདུག་དེ་ཚོའི་ངོ་ནས་དྲངས་ནས་གི་དངོས་ཡོད་གནས་ཚུལ་དང་མི་མཐུན་པ། འཛམ་བུ་གླིང་སྤྱི་དབང་གི་འགྲོ་སྟངས་མ་ཤེས་པ།

རྩ་བ་ཡིན་གྱི་ཡིད་ཆེས་ཡོད་མ་རེད། སོ་སོ་ཡིད་ཆེས་ཡོད་པ་ཡིན་ན། དེ་ནས་སོ་སོ་ཡིད་ཆེས་ལ་སོ་སོ་གི་བདེན་ཁ་དྲན་གྱི་འགྲོ་གི་ཡོད་རེད། སོ་སོ་ཡིད་ཆེས་ཡག་གི་ཆེད་དུ། ཡིད་ཆེས་ཡོད་པ་གི་དཔང་རྟགས་དེ་ཚོ་བཙལ་ནས་ཡིད་ཆེས་མེད་ས་གི་དཔང་རྟགས་དེ་ཚོ་རག་པ་ཡིན་ནའང་ནང་མི་དང་ནི་མ་ཡུལ་བ་བྱེ་བ་དེ་འདྲ་ཞིག་ནི་ང་ཚོ་ཕྱོགས་གཅིག་ལ་ལྷོང་ནི་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ང་ཚོ་རྒྱལ་སྤྱིའི་གནས་ཚུལ་སྒང་ནི་ཡིན་ན་འདྲ་གི་འདུག། འཛམ་གླིང་གི་གནས་ཚད་ག་རེ་བྱུང་ན་འདྲ་གི་འདུག་ང་ཚོ་བོད་པ་གི་ནང་ཁུལ་གྱི་གནས་ཚད་ག་རེ་བྱུང་ན་འདྲ་གི་འདུག་དེ་འུ་བདེན་པ་རེད་དང་རྫུན་མ་རེད་ཅེས་པ་དང་ཡང་དང་བགྲོ་གླེང་བྱེད་ཡ། ཁྱེད་ཚོ་ནང་ལ་གུ་དུག་སྤེལ་ཏེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་མ་གཞི་དེ་ནི་སོ་སོ་ཤོད་ཀྱི་ལ་ཡིད་ཆེས་བྱེད་ནི་གི་གི་དེ་ནི་སོ་སོ་ཡིད་ཆེས་ལ་སོ་སོ་གི་བདེན་ཁ་སྤྲད་ནི་དེ་ནི་ང་ཚོ་བྱ་གཞི་རྐྱང་རྐྱང་བསྒྲུབ་ནི་གི་གི་མགོ་སྨྱུག་བརྩེགས་གི་འདུག

བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་འདི་ལས་ཡར་རྒྱས་ཀྱི་ཕུན་སུམ་ཚོགས་པ་འགྲོ་བ་དང། ད་ལྟ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འོག་ནས་ང་ཚོས་སྐབས་དེ་དུས་ནས་ཀྱི་ང་ཚོས་སྐབས་དེ་དུས་ནས་ཀྱི་སྔོན་འགྲོ་ནས་ཀྱི་བྱ་གཞག་ཡག་པོ་ཞིག་བསྒྲུབས་པ་ཡིན་ན་ད་ལྟ་མ་མཐའ་ཡང་བོད་པ་ས་ཡ་ཕྱེད་ཀ་གཅིག་བོད་པ་འབུམ་ལྔ་གཅིག་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འོག་ནས་ཡོད་པ་དེ་འདྲ་ཀྱི་སྔོན་འགྲོ་ནས་ཀྱི་ཚོགས་པ་བརྟན་པོ་ཞིག་དང།

རྒྱ་ནག་གི་གནས་ཚུལ་ནང་འདྲ་གི་འདུག་དེ་བཟུང་ཇི་མ་ཇི་བཞིན་དུ། ཧ་གོ་དགོས་ན་གལ་ཆེན་པོ་ཞིག་ཡོད་ཀྱི་རེད་ཧ་གོ་བས་ན་དེ་ནས་ངུ་དང་མཐུན་པ་གི་བྱ་བཞི་སྒྲུབ་ཏུ་འཁྱོལ་བ། བྱ་བཞི་སྒྲུབ་ཐུབ་པ་ཡིན་ན་དེ་ནས། མ་འོངས་པ་གི་ལོ་ཉིས་བརྒྱ་སུམ་བརྒྱ་བཞི་བརྒྱ་དེ་བ་ལ་ཡང་ང་ཚོས་བཙན་ཤུགས་ཤིག་འདི་གོ་བས་ན་ཡང། ནི་དེ་གི་དེ་འདྲ་གི་བྱ་བཞི་སྒྲུབ་ཏུ་འཁྱོལ་བ་རེད། ངོ་ཡོད་ཀྱི་གནས་ཚུལ་འགོད་མ་ཐུབ་པ་ཡིན་ན་དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་དང་དགུ་བཅུ་གཉིས་སྟོང་འགོ་དོན་ལ་ཡིན་པ་ཡིན། མགྱོགས་པོ་མགྱོགས་པོ་གིས་བོད་ལ་ཕྱིར་ལོག་ཐུབ་ཀྱི་རེད་བསམ་ནས་གིས་དེ་འདྲ་གི་བྱ་གཞག་ཀྱང་བསྒྲུབས་ནས་གིས་བོད་པ་གི་གཞིས་ཆགས་སྲ་བརྟན་བཏང་ཡང་ན་འདྲ་གི་འདུག་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལུགས་ནས་གིས་མི་འབོར་འཕེལ་རྒྱས་བཏང་ཡང་ན་འདྲ་གི་འདུག་གཞིས་ཆགས་ཁག་ལ་བོད་པ་གི་གཞིས་ཆགས་བཏང་ཡང་ན་འདྲ་གི་འདུག་ལྷོ་གཞུང་གཏོགས་ཡང་ན་འདྲ་གི་འདུག་དེ་ཚོ་ཚང་མ་ལ་ཤུགས་རྐྱེན་ངན་པ་ཚབས་ཆེན་པོ་ཞུགས་ཀྱི་ཐེ་ཡོག་རེད་བ། མ་རིག་པའི་དབང་གིས་ཆགས་ཀྱི་འདུག་ནི་ཀུ་ཀུ་དེ་འདྲ་གི་ཐེ་ཞུགས་ཀྱི་ཕྱིན་པ་རེད་བ།